ཨོ་ཡ། ད་དེ་རིང་གི་སློབ་ཚན་འདི། སྲོག་ཆགས་ཀྱི་མིང་ངོ་སྤྲོད། སྲོག་ཆགས་ཀྱི་མིང་ངོ་སྤྲོད། ད་མདོར་བསྡུས་ན་སྲོག་ཆགས་ཟེར་ནས་སེམས་ཅན་རེད་བ།

ཕྱག་ག་ས་ཕྱག། སྲོག་ཕྱག། ཀ་ཡ་ད་སྐྱ་ཁི་གུ་ཀྱི། མ་ཁི་གུ་མི་ང་མིང། ང་ན་རོ་ངོ། ས་པ་ད་པ་ར་ད་ཏྲ་ན་རོ་ཀྲོ། ད་སྤྲོད། མིང་ངོ་སྤྲོད། ད། སྲོག་ཕྱག། ཀྱི། མིང་ངོ་སྤྲོད། སྲོག་ཕྱག་རེད། ཡིན་ད། སྲོག་ཆགས་མི་ངོ་འདྲེ་ཆགས་སོང་ད་དེ་ནས། ཤ་བ་སུ། ཤ། བ། ཤ་བ། ས་ཀ་ད་ཀ་འགྲེང་པོ་ཀེ། ར་ཁི་གུ་རི། ང། རིང། ཀེ་རིང། མདོར་བསྡུས་ན། ཤ་བ་ཀེ་རིང། ལ་ནི་ཆགས་པ་རེད། ད་ཡི་དེ་ཡིན་ད།

དང། ཧཱུྃ། བདག། མ། བསྡམ། ས་བྲན་པོ། སེ། ང། སེང། བསྡམ། སེང། བསྡམ། སེང། ཁོ། ང་ཚོ་བོད་ལ་ཡོད་ངེས་དེ་ལ་བསྡམ་སེང་ཟིག་མ་ར་བ། བོད་ལ་ཡོད་ངེས་དེ་ལ་གངས་སེང་ཟིག་ར་བ་གངས་སེང། ཁོ་གངས་ན་ལ་དེ་གོ་ར་བ།

ན། ར་མ་ཏཱ་མ། བ་ཡ་ཏཱ་བྱ། མ་བྱ། མ་བྱ། ཁ་ར་ཏཱ་ཁྲ་ཞབས་ཅུ་ཁྲུ། ང། ཁྲུང། ཁ་ར་ཏཱ་ཁྲ་ཞབས་ཅུ་ཁྲུ། ང། ཁྲུང། ཁྲུང་ཁྲུང། ས་ཀ་ཏཱ་ཀ་སྒྲེང་པོ་ཀེ། ན། ག། ནག། ཀེ་ནག། ནི། ཁྲུང་ཁྲུང་སྐེ་ནག། ཁྲུང་ཁྲུང་སྐེ་ནག་ཤ་རེད། ཡིན་ད། དེ་ནི། བ་འོ་ས་འགྲེང་པོ་སེ། ར་ཞབས་ཇུ་རུ། སེ་རུ།

ས་སིག། འོ་ཡ་ཆུ། ཡིན་ད། ར་ང་རྟ་རྔ། མ་ན་རོ་མོ། ང་མོང། རྔ་མོང། ག་ལ་རྟ་བླ། ང་བླང། ག་ལ་རྟ་བླ་ང་བླང་བྱས་ས། ཆ་འབྲིང་པོ་ཆེ་ན་ཆེན། གླང་ཆེན། གླང་ཆེན་རྔ་མོང་གླང་ཆེན་དྲི་བཟང། ཨོ་རེད་འདི་རྗེས་དེ་རེད་བ་དང། ཨེ་འདའ། བ་ཡ་ད་བྱ། ཁ་ཡ་ད་ཁྱ་འབྲེང་པོ་ཁྱེ་ཨ་ཞབས་ཅུ་ཨུ། ཁེའུ། བྱ། ཁེའུ། བ་ཡ་ད་བྱ། ར་ང་ད་རྔ། མ་ན་རོ་མོ་ང་མོང། བྱ་རྔ་མོང། བྱ་རྔ་མོང། འོ་ཡ་ཆུ། ད་དེའི་སླད་འོང་དུས་རྩོམ་པ་ལ་ད་ཡང་རྒྱུགས་སྤྲོད་སོ་ར་ཆགས་ཀྱི་ཡོད་རྟགས་ད་ཁྱེད་རང་ཚོ་ཤེས་ཀྱི་ཡོད་མེད་ཀྱི་ལྟ་ཡག་གི་སྦྱོང་ཚན་གྱི་ཚབ་སོ་ར་རེད་ད་དེ་ཚོ་རྒྱུགས་སྤྲོད་སོ་ར་ཅིག་རེད་གང་ཡིན་ཟེར་ན། དེའི་ཚང་མ་སེམས་ཅན་ཁོ་རང་རང་སྡུག་མ་གཏོགས་སེམས་ཅན་གྱི་ཟུར་ལ་མིང་བྲིས་མི་འདུག་བ་དེ་བ་ལ། འོ་འདི་བ་གི་མིང་འདི་ཚོ་ཁྱེད་རང་ཚོས་བྲིས་དགོས་གི་ཡོད་ར་ངོ་ཤེས་པ་ཆོག་གི་གལ་སྲིད་ཁ་ནས་མ་བྲིས་ཡས་རེད་གི་མི་འདུག་ན་ཡང་ན་ཕ་ཀ་ནས་ཁྱེད་རང་ཚོ་ག་ལ་འོ་རེད་སེམས་ཅན་རེ་རེ་རེ་རེ་གི་མིང་འདི་ཁ་ནས་ལབ་ད་མ་བྲིས་ཡས་མི་འདུག་ན་ཡང་ཁ་ནས་ལབ་ན་ཡི་འགྲིག་གི་ར་བ་སེམས་ཅན་འདི་མིག་ལྟ་བ་འདི་སེམས་ཅན་འདི་ག་རེ་རེད་བས་མིང་ག་རེ་རེད་སེམས་ཅན་འདི་ལ་ཡ་མིང་ག་རེ་རེད་སེམས་ཅན་འདི་ཡི་མིང་ག་རེ་རེད་དེ་ཡི་མིང་ག་རེ་རེད། དེའི་མིང་ག་རེ་རེད། སེམས་ཅན་དེ་གི་མིང་ག་རེ་རེད། དེ། སེམས་ཅན་དེ་གི་མིང། དེའི་མིང་ག་རེ་རེད། ཡང་ན་དེའི་མིང་ག་རེ་རེད། འོ། དེ་ཚོའི་མིང་སེམས་ཅན་དེ་ཚོ་གི་མིང་དེ་ཁྱེད་རང་གི་ལབ་དགོས་ཀྱི་ཡོད་རེད། བྱུང་ན་བྲིས་ཐུབ་ན་ཡག་པོ་ཡོད་རེད་མ་བྲིས། ཨ་ནི་དག་ཆ་ཡི་སྙམ་པོ་ཤེས་འགྲོ་གི་རེད་བ། ཨ་ནི་གཅིག་སྦྱང་དུས་ཙམ་པ་གཉིས་སྙམ་པོ་དུས་ཚོད་གཅིག་ལ་སྦྱང་འགྲོ་གི་ཡིན་སོགས་ལ་ཆགས་རེད་དུས་ཚོད་ལོ་ཀ་བཏང་མོ་གོ་བ། དེབ་གཅིག་ལ་ཡང་གཉིས་སྙམ་པོ་སྦྱང་འགྲོ་གི་ཡོད་རེད་བ། ཡང་གལ་སྲིད་མ་ཁོམ་པ་འདྲ་བོ་དང། ཡང་དྲི་ཡལ་ལ་ཏེས་ཀྱིས་མ་ལབ་པ་འདྲ་བྱུང་བ་ཡིན་ན་ཡང་སློབ་སྦྱོང་མ་བྱས་ནས་བཞག་ཡོད་ན་མ་འགྲིག་པ་ཅི། ཡིན་ཡང། ཁ་ནས་ལབ་ཤེས་ན་འགྲིག་གི་རེད་ཁོ་ཏེས་ཀྱིས་ལས་སླ་རུ་བཏང་བ་ཡིན་ན། ཁ་ནས་མ་ལབ་ནས་སེམས་ཅན་མཐོང་བ་དང་ཁ་ནས་ལབ་ཤེས་ན་འགྲིག་གི་རེད། ཡིན་ད། ད། ག་རེ་ཟེར་གི་འདུག་དེ་ལ། གཤམ་གསལ། སྲོག་ཆགས། རྣམས་ཀྱི། མིང། ཤོས། ལ་སོང་ཨ། གཤམ་གསལ། སྲོག་ཆགས་རྣམས་ཀྱི། མིང། ཤོས། ད་ཡིན་པ།

ད་ཤོད་ཟེར་གི་འདུག་བ་ཤོད་ཟེར་ན་བ་ཤེད་ཤོད་ཟེར་གི་བ་རེད་ཁྱེད་རང་ལ་ལབ་ཤོད་ཟེར་གི་ཡོད་རེད། སེམས་ཅན་དེ་གི་མིང་ཁྱེད་རང་གི་ཤེས་ཀྱི་ཡོད་ན་ད་ལབ་ད་ཟེར་གི་བ་རེད། གོ་སི་བས། འོ་འོ་འདི་ད་ཁྱེད་རང་ཚོ་ཤེས་པ་བྱེད། ཨ་ནི་དེ་སྦྱོར་ལོག་རྒྱག་དགོས་ས་མ་རེད་པེ་ཅིན་འགྲིག་ས་རེད་བསམ་ས་ཞིག་འདུག་ལ་ཟེར།